གལ་སྲིད་སྔོན་མ་བ་མཚམས་དེར་ད་དེ་བྱས་པ་ཡི་ཤེས་བྱ་ལ་ཉོན་མོངས་བག་ཆགས་མ་བམ་པ་དེ་ན་དེ་སྟོང་བ་ན་དེ་སྟོང་ཉིད་བག་ཆགས་ཉམ་ཆུང་ཉིད་ཟད་ད་འདི་ཚ་བ་བྱས་ད་དེ་ནི་དེ་ལས་དེ་སྟོང་ཉིད་བག་ཆགས་བསྒོམས་པས་ནི་དངོས་པོའི་བག་ཆགས་སྤོང་འགྱུར་ཞིང་ས་ཅི་ཡང་མེད་ཅེས་བསྒོམས་པས་ནི་དེ་ཡང་ཕྱིས་ནས་སྤོང་བར་འགྱུར་ཟད་ད་མཚམས་འདྲ་བ་དེ་ལས་དེ་ཡོད་ཞུ་ཨེ་ཡིན། ད་སྟོང་པ་ཉིད་ཟད་དེ་བསྒོམ་པ་ཡིན་ན་སྟོང་པ་ཉིད་བསྒོམ་པའི་བག་ཆགས་དང་སྟོང་ཉིད་བག་ཆགས་དེ་བར་བསྒོམ་འོང་དུ་འཛིན་པ་ལ་ཨ་ནི་བདག་ཏུ་བསྒྲུབ་ཏུ་ཟད་བདག་ཏུ་སྒྲུབ་པ་འཛིན་པའི་འཛིན་པ་ཡོད་ན་དངོས་པོའི་གི་བག་ཆགས་བདག་འཛིན་གྱི་བག་ཆགས་དེ་ཨ་ནི་ག་ལེ་ག་ལེ་སྤོང་བར་གྱུར་རེ་ལམ་སང་སྤོང་གི་རེ་ཟེར་བ་མ་གདའ། དེ་རིང་སྟོང་པ་ཉིད་བསྒོམས་ནས་སང་ཉིད

ནི་ག་རེ་ཡིན་ན་ཅིག་རྩལ་དགའ་འགྲོ་ན་རག་རྒྱུ་མེད་པ་དེ། འདི་ཡག་པོ་ཅིག་སྟོང་པ་ཉིད་བསལ་ཏེ་བསྒོམ་པ་ཡིན་ན། དེ་ཡང། ཕྱི་ནས་ལབ་ཕྱི་ལབ་ཙམ་པ་ལ་ག་ལི་ག་ལི་ཅིག་བྱས་ལ་ཡང་ག་ལི་ག་ལི་བྱས་ནས། ཨ་ནི་བདག་འཛིན་བསལ་ཏེ་བར་མ་མོ་ག་ལི་ག་ལི་ག་ལི་བྱས་ནས་པ་སྤོང་བར་འགྱུར་རེད་ཟེར། དེ་ཡང་ཕྱི་ནས་སྤོང་བར་འགྱུར་ཟེར་དོན་དག་འདྲ་བོ་འདི། ཨ་དེ་འདྲ་འདྲ་བོ་ཅིག་རེད་ཞུ་ཡ་ཡིན། བ་ད་དེ་རེད། ད་དེ་ནས་གང་ཚེ་གང་ཞིག་གང་ཚེ་གང་ཞིག། གང་ཚེ་གང་ཞིག་དངོས་མེད། གང་ཚེ་གང་ཞིག་མེད་དོ་ཞེས། རྟག་ཆད་དངོས་པོ་མི་དམིགས་པས། དེ་ཚེ་དངོས་མེད་རྟེན་འབྲེལ་བ། བློ་ཡི་མདུན་ན་ཇི་ལྟར་གནས། ཟད་མཐའ་དེ། གང་ཚེ་གང་ཞིག་མེད་དོ་ཞེས། གང་གི་ཚེ། སོ་སོ་ཀྱི། རྟག་ཆ་རྟག་ཆད་བྱེད་ས་ཀྱི་ཡུལ།

དེས་ང་ཚོའི་གི་ཤེས་འདོད་སྟོང་པ་ཉིད་དེ་བ་བསྟན་ས། སྟོང་པ་ཉིད་དེ་དཔེར་ན་བུམ་པའི་སྟེང་གི་སྟོང་པ་ཉིད་ཟེར། ང་རང་ཚོ་འདི་ཁ་པར་གི་སྟེང་གི་སྟོང་པ་ཉིད་ཟེར་ཏེ་ཁ་པར་ལ་བསྟན་བསྡད་རོགས་ཁ་པར་དེ་གི་སྟོང་པ་ཉིད་དེ་ཁ་པར་ལ་བསྟན་བསྡད་རོགས་བྱས་ཙང། དངོས་མེད་སྟོང་པ་ཉིད་དེ་ད་ནི་ཤེས་འོས་འདོད་འཚམས་པ་ལ་དངོས་མེད་སྟོང་པ་ཉིད་ཡག་པོ་ཤེས་འདོད་འཚམས་པ་ལ། དངོས་མེད་དེ་གང་བསྟན་ས་གི་དངོས་པོ་དེ་ནི་བ་བཙས་ཁ་འགྲོས་ན་ར་ཡ་མེད་པ་དབུ་བ་དེ་ཡ་བ་སྟན་དེ་བ་བྲལ་འགྲོ་བ་ཁོ་ག་བདག་ཏུ་སྒྲུབ་པ་འཛིན་པའི་འཛིན་པ་བདག་འཛིན་གྱི་བ་བྲལ་འགྲོ་བ་གང་དག་སྟན་དེ་ཡང་ནི་མི་དམིགས་པ་སྟེ་དངོས་པོ་ཁོ་རང་མི་དམིགས་པ་ན་བཞིན་ནི་དངོས་པོ་མི་དམིགས་པའི་དངོས་མེད་དེ་ཀྱི་སྟན་དེ་ཡང་མི་དམིགས་པ་ཆགས་འགྲོ་བ་སྟན་དེ་ཡང་བྲལ་འགྲོ་བ་བྱས་ཙང

ད་ག་ན་ཞིག་དངོས་མེད་སྟོང་པ་ཉིད་ཁོ་རང་ཡིན་ན་ཡང་ད་ནི་སྟོང་པ་ཡིན་པ། དངོས་པོ་དང་དངོས་མེད་གཉིས་ཀ་སྟོང་པ་ཡིན་པ། རྟག་ཆད་ཀྱི་དངོས་པོ་དེ་མི་དམིགས་པ། ད་ནི་རྟག་ཆད་ཀྱི་དངོས་པོ་དེ་གྱིས་བསྟན་པར་བྱ་ཡས་ཀྱི། ད་ནི་སྟོང་པ་ཉིད་ཁོ་རང་དངོས་མེད་ཁོ་རང་ད་ནི་སྟོང་པ་ཡིན་པ། མི་དམིགས་པ་ཡིན་པ། བྱེ་བཟའ་དངོས་པོ་དང་དངོས་མེད་གཉིས་ཀ་མི་དམིགས་པ་ཡིན་པ་དེ། སྒོ་མོ་དུ་བསམ་པ་ལ་བློ་ཡི་རྡུལ་ལ་ཡང་བདག་ཏུ་སྒྲུབ་པར་ཟད་དེ། གང་དག་ཁ་ཟེར་བ་རེད། བདག་ཏུ་སྒྲུབ་པར་ཟད་ཀྱི་དགག་བྱ་དེ་བློ་ཡི་རྡུལ་ལ་ཡང་ག་ལ་བར་མི་གནས་པ་བློ་ཡི་དོན་ལ་གནས་མ་གནས་པ་ཅིག་ཆགས་འོང་དུས་བསམ་པ་ལ། དུས་དེའི་ཚེ་ཚང་མ་ལ་སྟོང་སང་གི་རྣམ་པ་འདྲ་བ་ཤར་ནས་སྟོང་པ་ཉིད་ལས་ཡ། ཇི་སྲིད་འགོག་པ་ལ་མཉམ་པར་ཞུགས་ཟིན་དེ་འདྲའི་ཡིད་གསལ་སྟོང་སང་གི་རྣམ་པ་འདྲ་ཤར་ནས་དེ་ཚེ་རྣམ་པ་གཞན་མེད་པས། དམིགས་པ་མེད་པར་རབ་ཏུ་ཞི་ཡི་སེམས་གསུམ་པ་ལ་ལྟ་བདག་ཏུ་སྒྲུབ་པ

སྒོ་ནི། གཟུར་ནས་མཚམས་འདས་བར་དུ་གསུངས། ཅེས་ད་ལུས་རྒྱུད་ཀྱི་ནང་ལོ་མཚམས་འདིས་ཚིག་འདི་གསུངས་ཚར་བའི་རྗེས་ལ་ཡང། ཨ་ནི་རྒྱ་མཚོ་ཆེན་པོ་ཞི་བ་ལ། ད་ལུས་རྒྱུད་ཀྱི་ཐོག་ནས་བཤད་སྟངས་གཅིག་ལ་ཡང། ནང་ག་ལ་ཡང་ཕིར་གསུངས་རེད་ཟེར་གསུངས་གི་འདུག་ཨང། ནང་ག་ལ་ཕིར་གསུངས་ཡ་དེ་ཕིར་ཡ་ཡི་འགོ་བཙུགས་ཡ་གི་ཚིག་འདི་ནས་ཚིག་འདི་གསུངས་ཚར་བ་དང་སྟོང་པ་ཉིད་སྒོམ་བྱེད་ཀྱི་སྲི་ཆེན་པོ་ཞིག་ལ་ཁོ་རང་གི་སྒོམ་བྱེད་ཞུགས་ཆེད་ཨ་ནང་ག་ལ་ཕིགས་སོང་བ་རེད་ཞེས་གསུངས་སོ། འོ་ད་འདིར་ད་དེ་ནི་དངོས་པོ་སྟོང་པ་ཉིད་ཀྱི་རྒྱ་མཚོས་པོ་ཞུགས་ལ་ཁོ་རང་གི་བ་སྟོང་པ་ཉིད་ཐུགས་ལ་ཡང་ཤར་ཆེད་ད་ནི་ཞིག་ང་རང་ཚོའི་ལ་སྟོང་པ་ཉིད་དེ་བ་ཇི་མ་ཇི་བཞིན་ཞིག་བསྟན་ནས

ད་ནམ་རྒྱུའི་སྐུ་མདུན་ནས་གསུང་སྟངས་ཅིག་བྱས་པ་ཡིན་ན་རྒྱལ་སྲིད་ཆེན་པོ་ཞི་བ་ལ་ཁོ་རང་ནང་ཁ་ལ་ཕིད་ནས་ཕེ་ཚ་བ་བྱས། ཨ་ནི་ཇུའུ་ལི་ཡ་རྒྱལ་སྲིད་ཆེན་པོ་ཞི་བ་ལ་ཨ་ནི་ག་བ་ལ་ཞུགས་ཡིན་ན་ཟེར་ནས་ཨ་ནི་རྩད་གཅོད་གནང་འདུག་བསམ་པ་ལ་ཨ་ནི་ལྷོ་ཕྱོགས་ལ་ཡང་སྙེ་མ་ཁོ་རང་དང་པོ་འཁྲུངས་ས་གི་ཡུལ་ཁོ་རང་གི་ད་ག་ལ་རྒྱལ་སྲས་རུ་བ་རྒྱལ་པོའི་རྒྱལ་སྲས་ཡོད་པའི་ཁོ་རང་གི་གིག་ད་ལུང་པ་དེ་ལ་ཡང་ཕེ་བྱས།

མེད་པ་མ་རེད་ཡོད་རེད་ད་འོ་ན་ག་འདྲ་རེད་ལབ་ཙམ་མ་ལ་ཐ་སྙད་ཙམ་གྱི་ཡོད་རེད་ད་དཔེར་ན་ང་ཚོ་ལག་པ་རེ་ཞིག་བརྡབ་པ་ཡིན་ན་ཡང་དཔེར་ན་ལག་པ་འདི་བརྡབ་དགོས་རེད་ལག་པ་འདི་བརྡབ་དུས་ཙམ་མ་ལ་སྐད་ཞིག་རྒྱག་གི་ཡོད་རེད་བྱས་ཙང་སྒྲ་ཅིག་ཡོང་དགོས་རེད་སྒྲ་འདི་ལག་པ་གཡས་དང་ལག་པ་གཡོན་གཉིས་ཚུར་གཏན་གྱི་འབྲེལ་བར་བྱུང་བ་ལ་བརྟེན་ནས་ཡོང་བསྡད་པ་རེད་བྱས་ཙང་གཏན་གྱི་འབྲེལ་བར་བྱུང་བ་ལ་བརྟེན་ནས་ཡོང་བསྡད་རྒྱུ་ཚང་མ་ཅིག་རྩེ་གར་འགྲོ་ན་དཔེར་ན་སྒྲ་འདི་ལག་པ་གཡས་ལ་ཡོད་རེད་པས

གཏན་གྱི་བདེ་བར་བྱུང་བའི་དབང་གིས་ལས་ཀ་ཅིག་བྱེད་ཀྱི་ཡོད་རེད་ཡོད་ནི་ཡོད་རེད། ལས་ཀ་ནི་བྱེད་ཀྱི་འདུག་ཨཱ། བྱེད་ས་ཡོད་ནི་ཡོད་རེད། བྱེད་ས་སྟོང་པ་ཡིན་པ་ཡིན་ན་མེད་བ་མ་རེད། སྟོང་པ་ཡིན་པ་ཡིན་ན་ཡོད་རེད་ཟེར་གྱི་ད་ཐ་སྙད་ཙམ་དུ་ཡོད་པ་རེད་ཡང་ན་གཏན་གྱི་བདེ་བར་བྱུང་ཙམ་གྱི་ཡོད་པ་རེད་ཟེར་ད་འདི་གསུང་དགོས། བྱེད་ས། ཡེ་ཤེས་ནོར་བུ་དཔག་བསམ་ཤིང་བསགས། ཇི་ལྟར་རེ་བ་ཡོངས་སྐོང་བ། དེ་བཞིན་གདུལ་བྱ་སྨོན་ལམ་གྱི་དབང་གིས་རྒྱལ་བའི་སྐུར་སྣང་ངོ། བྱེད་ས། སྤྱི་བདག་ནི། སོ་སོ་ཡིན་ན་ཡང་སྟོང་པ་རེད་རྩལ་དགའ་འགྲོ་ན་རག་ཡ་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་ཡིན་ན་ཡང་རྩལ་དགའ་འགྲོ་ན་རག་ཡ་ཡོད་མ་རེད་སྟོང་པ་རེད། དེ་བཞིན་གཤེགས་པ་ཡིན་ན་སྟོང་པ་རེད། ཆོས་ཐམས་ཅད་སྟོང་པ་རེད། ཡིན་ནས་ཆོས་ཐམས་ཅད་མེད་བ་མ་རེད་རྟེན་ཅིང་འབྲེལ་བར་བྱུང་ཙམ་གྱིས་ཡོད་པ་རེད། བྱས་ཙང་མཐའ་གཉིས་ཙམ་དུ་ཡོད་པ་རེད་མཐའ་གཉིས་ཙམ་དུ་ཡོད་པ་དང་རྟེན་ཅིང་འབྲེལ་བར་བྱུང་ཙམ་གྱིས་ཡོད་པ་ཡིན་པ་ཡིན་ཙང

སྟོང་པ་ཡིན་ན་མེད་པ་སྟོང་པ་ཡིན་ན་ཡང་མེད་པ་མ་རེད་ཡོད་རེད་ལས་ཀ་བྱེད་ཀྱི་འདུག་ཨ་དཔེར་ན་ཡེ་ཤེས་ཀྱི་མེ་དགུ་ལ་སྨོན་ལམ་བརྒྱབ་ན་རེ་བ་འགྲུབ་ཀྱི་འདུག་ཨ། ད་ན་བཞིན་དཔག་བསམ་གྱི་ཤིང་ལ་ཡར་སྨོན་ལམ་བརྒྱབ་པ་ཡིན་ན་རེ་བ་འགྲུབ་ཀྱི་འདུག་རེ་བ་ཡོངས་སུ་སྐོང་གི་འདུག་ཨ། ཕྱི་ཟླ་སྟོང་པ་ཡིན་ན་མེད་པ་མ་རེད་ལས་ཀ་བྱེད་ཀྱི་འདུག་ཡོད་རེད་གསུངས་ནས་ད་གཏན་གྱི་འབྲེལ་བར་ཆུང་ཙམ་གྱི་ཡོད་རེད། དེས་ན་བཞིན་ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ལ་སོགས་པ་རྒྱལ་བས་ཀྱི་སྐུ་དེ་ལ་ཡར་ཨ་ནི་གདུལ་བྱ་འདུ་འཛོ་གི་དམ་ཚིག། དད་པ་དང་དམ་ཚིག་གཡོ་བ་མེད་པའི་ཐོག་ནས་ཨ་ནི་སངས་རྒྱས་ཀྱི་སྐུ་ལ་ཡང་སྨོན་ལམ་བརྒྱབ་པ་ཡིན་ན། ད་ལྟ་ང་རང་ཚོའི་ནང་ལ་ཡང་རྒྱ་བོར་མི་ཆེ་བཞུགས་མེད་པ་ཡིན་ན་ཡང། སངས་རྒྱས་བཅོམ་ལྡན་འདས་དངོས་སུ་བཞུགས་མེད་པ་ཡིན་ན་ཡང་ང་རང་ཚོའི་ནང་ལ་རྒྱ་བོར་མི་ཆེ་སྐུ་པར་ཡོད་རེད། དང་ན་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཡོད་རེད་དེ། ཨ་ནི་སོ་སོའི་ངོས་ནས་དེ་ལྕགས་ཀྱི་སྐུ་གཅིག་དང་རྡོ་གཅིག་སྐུ་སྐུ་གཅིག་ཡོད་ཡང་ན་རྒྱ་གར་མི་གཅིག་པར་གཅིག་ཡོད་བསམ་པའི་བསམ་བློ་རེ་བཏང་བསྡད་ན་ད་ག་རེ་མ་གཏོགས་སོ་སོའི་ངོས་ནས་འདུ་ཤེས་བཞག་སྟངས་དེ་དེ་འདྲའི་འདྲ་བོ་ཅིག་བཞག་གི་ཡོད་ན་གནས་ཚུལ་ཁ་ཁ་རེ་མ་གཏོགས། ད་ངས་ནང་ལ་མཆོད་ཁང་ཅིག་ཡོད་ཟེར་ཡང་མཆོད་མེ་འདྲ་ཅིག་ཕུད། ཡོན་ཆབ་འདྲ་ཅིག་ཕུད། ཨ་དེ་འདྲའི་འདྲ་བོ་ཅིག་བྱས་བསྡད་ན་གནས་ཚུལ་ཁ་ཁ་རེ་བ་མ་གཏོགས་སོ་སོ་སེམས་གདིང་ནས་ཕེབས་མཁན་གྱི་སྐུ་དེ་ལ་ཡང་སངས་རྒྱས་བཅོམ་ལྡན་འདས་དངོས་དང་ཁྱད་པར་མེད་པ་བྱས་ནས། སངས་རྒྱས་བཅོམ་ལྡན་འདས་དངོས་སུ་བཞུགས་ཡོད་པ་ན་ཞིག་གིས་དེ་འདྲས་ཀྱི་གུས་ཞབས་བྱས་ནས་བརྩིས་ན། ནི། དེ་ལ་ཡང་གསོལ་བ་སྨོན་ལམ་བཏབ་པ་ཡིན་ན། ནི། དགེ་འོས་ཀྱི་སྐུ་དེ་ལ་ཡང་སྨོན་ལམ་བཏབ་པ་ན་བཞིན་སོ་སོ་ལ་ཡང་རེ་བ་དེ་ཡོང་གི་ཡོད། བ། སོ་སོ་གྱིས་དེ་འདྲས་ཀྱི་དགེ་འོས་ཀྱི་སྐུ་དེ་ལ་ཡང་གསོལ་བ་སྨོན་ལམ་ག་རེ་བཏབ་པ་ཡིན་ན་དེ་ཡི་དོན་དག་དེ་གྲུབ་ཐུབ་ཡོད། བྱས་ཙང་དེ་བཞིན་གདུལ་བྱ་སྨོན་ལམ་གྱི་དབང་གིས་དགེ་བའི་སྐུར་སྣང་གོ། ད་གང་ལྟར། སངས་རྒྱས་དང་བྱང་ཆུབ་སེམས་དཔའ་དངོས་སུ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་ཡོད་དེ་སྟོང་པ་ཡིན་པ་ཡིན་ན་ཡང། དངོས་སུ་མཐོང་ཡང་ཡོད་རེད། དངོས་སུ་སངས་རྒྱས་བཅོམ་ལྡན་འདས་མེད་པ་མ་རེད། སོ་སོ་སྟོང་པ་དང་སོ་སོ་གིས་གང་མཆོད་པ་བྱེད་ས་དང་དད་པ་བྱེད་ས་ཀྱི་ཡུལ་དཀོན་མཆོག་དེ་ཡང་སྟོང་པ་རེད། ཡིན་ན་མེད་པ་མ་རེད་དཀོན་མཆོག་ལ་ཡང་སྨོན་ལམ་རྒྱབ་པ་ཡིན་ན་རེ་བ་དེ་གྲུབ་ཐུབ་རེད། འོ་ཇི་ལྟར་དེ་འདུས་བྱས་ཀྱི་སྨོན་ལམ་བྱེད་ས་སྟོང་པ་གཉིས་སྟོང་པ་ཡིན་པ་ཡིན་ན་ཡང། སྟོང་པ་ཡིན་པ་ཡིན་ན་རྩེ་གར་འགྲོ་ན་རེ་བ་མེད་པ་ཡིན་ན་ཡང། ཨ་ནི། རྟོགས་ལྡན་གྱི་འགྲེལ་བར་བྱུང་ཙམ་གྱིས་ཡོད་པ་རེད་ཐ་སྙད་ཙམ་དུ་ཡོད་པ་རེད། འོ་དེ་གསུངས་ཡོད་དམ། དེ་བཞིན་གདུལ་བྱ་སྨོན་ལམ་གྱི། སྨོན་ལམ་གྱི་དབང་གིས་གདུལ་བྱ་སོ་སོ་ངོ་བོ་སྟོང་པ་ཡིན་པ་ཡིན་ན་ཡང། སྟོང་པ་ཡིན་པ་ཧ་གོ་བཞིན་དུ་ལ། ཡིན་ན་ཡང་རྟེན་གྱི་འགྲེལ་བར་བྱུང་ཙམ་གྱིས་ཡོད་པ་འདི་བསམ་བློ་བཏང་ནས་ཨ་ནི་སངས་རྒྱས་ལ་ཡང་སྨོན་ལམ་བརྒྱབ་པ་ཡིན་ན་ཡང་ད་བསམ་བློ་བཏང་ན་འདྲ་དུ་མ་བཏང་ན་འདྲ་དོན་དག་ལ་རྟེན་གྱི་འགྲེལ་བར་བྱུང་ཙམ་གྱིས་ཡོད་པ་ཅིག་ཡིན་ཙང་སངས་རྒྱས་ལ་སྨོན་ལམ་བཏབ་པ་ཡིན་ན་ཡང

སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འཁོར་ར་སྟོང་པ་རེད། ད་ནི་སངས་རྒྱས་འཁོར་ར་སྟོང་པ་ཉིད་ལ་མཉམ་པར་ཞུགས་ནས་པའི་སྟོང་པ་ཉིད་ལ་བ་ཐིམ་འདི་ངེས་ཅན་རེད། ཡིན་པ་ཡིན་ན་ཡང་ང་ཚོ་ཚང་མ་རྟེན་ཅིང་འབྲེལ་བར་བྱུང་བ་ཡིན་ཙང་གདུལ་བྱ་གྱི་གསོལ་བ་སྨོན་ལམ་བཏབ་པ་ཡིན་ན་སངས་རྒྱས་ད་ག་རང་གདུལ་བྱ་སེམས་ཅན་གྱི་ཆེད་དུ་ལ་ཡ། ཨ་ནི་ཡང་སངས་རྒྱས་ཀྱི་སྐུ་རྣམ་པར་བསྒྲགས་མ་འདྲ་སྟེ་ཅེས་འཕེལ་གྱི་རེད་ད་དཔེར་ན་རྒྱ་གར་འབྱེད་ལྟ་བུ་ཡིན་ན་ད་ལྟ་ང་ཚོས་དངོས་སུ་འཕེལ་བདེ་བ་ཅིག་ཆགས་འདུག་ཡོད་རེད་ལ། ལྷག་པར་དུ་ཡིན་རྒྱ་གར་འབྱེད་དངོས་སུ་མེད་པ་ཡིན་ན་ཡང་སོ་སོའི་ནང་ལ་རྒྱ་གར་འབྱེད་སྐུ་པར་ལ་སོགས་པ་དེ་འདྲའི་ཡོད་པ་ཡིན་ན་དེ་ལས་རྒྱ་གར་འབྱེད་དངོས་དང་ཁྱད་པར་མེད་པ་བྱས་ནས་སོ་སོའི་ངོས་ནས་རྒྱ་གར་འབྱེད་ལ་ཡང